ལོ་རྒྱུས་སུམ་ཅུ་པ་ཡི་ལེའུ་དྲུག་པ། ད་ལྟ་ང་ཚོ་སྤྱང་དགོན་ཡིག་ཤུགས་འཁྲུངས་བའི་ལོ་རྒྱུས་དེ་ལྟ་གི་ཡིན། ཨ་ག་སི་ཏོ་སི་རྒྱལ་པོ་ལ་ཡིན་པའི་སྐབས་སུ་ཁོང་གིས་རོ་མན་བབས་རྣམས་ལ་སི་མི་འབོ་ག་ཚོད་ཡོད་པ་ཧ་གོ་བའི་ཆེད་དུ་སི་མི་རྣམས་མི་ཐུག་བཀོད་དགོས་པའི་བཀའ་གནང་བ་རེད། མི་ཚང་མ་སོ་སོ་རང་གི་ཕ་ཡུལ་ལ་འགྲོ་དགོས་བྱུང་བ་རེད། དེ་ནས་ཡོ་སེབ་ཀྱང་རང་གི་མེས་པོ་དཱ་བིད་ཀྱི་ཕ་ཡུལ་བེ་ཐི་ལ་ཧེམ་ལ་ཕྱིན་པ་རེད། ཡོ་སེབ་ཀྱིས་སྤུ་གུ་ཆ་ཡོད་པའི་མི་ཡང་དེའི་ཁྲིད་ནས་མི་ཐུག་འགོ་ཁ་ཕྱིན་པ་རེད་གང་ཡིན་ཟེར་ན་ཁོང་ནི་ཆུང་ས་བརྗོད་ཡོད་པ་རེད། ཁོང་གཉིས་ཀ་སུ་བ་ཏི་ལའང་ལ་ལྷའི་སྐབས། མིན་ཡང་ལ་སྤུ་གུ་ཆེ་བའི་དུས་ལ་ལྷས་ཡོད། སྐབས་དེ་དུས་མི་མང་པོ་ཞིག་སུ་བ་ཏི་ལའང་ལ་སུ་མི་ཐུག་རྒྱུ་ཧ་ཡོང་བའི་རྐྱེན་གྱིས་ཁོང་གཉིས་ལ་སུ་འབྲེལ་གང་ཐོག་མེད་པ་རེད། དེ་ནས་ཁོ་ཚོ་དགུ་ཆུ་དཀར་ས་ནང་དུ་སུ་བསྡད་པ་རེད། སྐབས་དེ་དུས་མི་ཡང་སྤུ་གུ་གཅིག་ནས་སུ་སྤུ་ཞིག་བཅད་པ་རེད། མོ་ཡིས་སུ་སྤུ་གུ་དེ་སུ་རེན་དཀར་པོ་ཞིག་གི་ནང་དུ་འཐུང་ནས་སུ་སྟག་ར་ནང་དུ་བཞག་པ་རེད། བཙུན་མོ་དེ་ལ་ལུས་རྫི་ཁ་ཤས་རྩྭ་ཐང་ཡི་སྟེང་དུ་སོ་སོའི་ལུས་ལ་ལྟ་རྟོག་བྱས་ནས་བསྡད་ཡོད་པ་རེད། དེ་ནས་གཙོ་བོ་ཡི་བུ་ནག་དེས་ལུས་རྫི་ནག་ལ་བསྔོས་པ་དང་ཡ་ཧོ་ཝཱ་དཀོན་མཆོག་གི་གཟི་བརྗིད་དེ་ཁོ་ཚོ་ལ་ཤར་ནས་ཞེན་སྣང་ཆེན་པོ་བྱུང་བ་རེད། བུ་ནག་ཡིས་གསུངས་པ་ཞེན་སྣང་མ་བརྗེད་ངས་མི་ཐམས་ཅད་ཀྱི་ཆེད་དུ་དགའ་སྤྲོ་ཆེན་པོ་ཡོང་བའི་རྟགས་བཟང་ཞིག་ཕྱིར་ཡོད། དེ་རིང་རྡ་བེ་ཆི་གྲོང་ཁྱེར་ལ་སྤྱོད་འགུལ་ཞིག་འཁྲུངས་ཡོད་པ་དང་རྫོགས་ཁོངས་ཀྱི་ཚེང་ལ་གཙོ་བོ་མ་ཤུ་ཀ་སིར། ཁྱོད་ཚོ་ཡིས་སྟ་ར་ནོར་དུ་རིན་གྱིས་དུག་ཡོད་པའི་སྤོ་གུ་དེ་མཐོང་དུས་ངས་ཁྱོད་ཚོ་ལ་བཤད་པ་དེ་བདེན་པ་ཡིན་པ་ཁྱོད་ཚོ་ཡིས་ཧ་གོ་གི་རེད། གློ་བུར་དུ་ནམ་མཁའི་ཡང་ལ་ཕུག་ནག་ཁང་པ་དང་ཕོ་ནག་ཐམས་ཅད་ཀྱིས་མཉམ་དུ་དཀོན་མཆོག་ལ་བསྟོད་དབྱངས་ཕེབས་པ། བླ་ན་མེད་པའི་དཀོན་མཆོག་ལ་བསྟོད་པ་ཕེབས། ས་གཞི་ཡོངས་ལ་ཞི་བདེ་ཡོང་བར་ཤོག། ཕོ་ནག་རྣམས་ནམ་མཁའི་ལ་ཡར་ཕེབས་པ་དང་ལུས་རྫི་རྣམས་ཕན་ཚུན་གཅིག་གིས་གཅིག་ལ། ད་ལྟ་ང་ཚོ་སྦ་ཏི་ལ་ཧམ་ནང་དུ་ག་རེ་བྱུང་ཡོད་པ་དེ་ལ་བལྟ་ཧ་འགྲོ་གི་ཡིན་ཞེས་གསོལ་བ་རེད། ལུག་རྫི་རྣམས་མགྱོགས་པར་འབྲོག་པ་དང་ཡོ་སེབ་དང་མི་ཡམ་སྤུ་གུ་དེ་ཚོ་སྟོང་བ་རེད་སྤུ་གུ་དེ་ཉིད་རིན་གྱི་དུ་ནི་ཏཱ་ར་ནང་དུ་ཡོད་པ་རེད། ལུག་རྫི་རྣམས་ཀྱིས་སྤུ་གུ་དེ་མཐོང་ཚར་བའི་རྗེས་སུ་ཁོ་ཚོ་ཡི་མི་མང་རྣམས་ལ་ཁོ་ཚོ་ཡི་ག་རེ་འཐངས་པ་དང་ཕུང་ན་ཡི་ག་རེ་གསུངས་པ་དེ་ཚང་མ་ཤེས་པ་དང་མི་རྣམས་ཧམ་བསམ་བ་རེད། འོད་ཀྱང་མི་ཡམ་གྱིས་བྱ་བ་དེ་ཐམས་ཅད་སེམས་ལ་ན་ནས་བསམ་བློ་མང་པོ་བཏང་བ་རེད། ལུག་རྫི་རྣམས་རྩ་སྟོང་དུ་ལོ་ནས་སུ་དཀོན་མཆོག་ལ་བསྟད་པ་ཕེབས་པར་རེད། བྱ་བ་དེ་ཐམས་ཅད་ནས་སུ་ཕོ་ནག་གིས་གསུངས་པ་ནང་བཞིན་དངོས་སུ་བྱུང་ཡོད་པ་རེད།